མཛའ་ཞིང་བརྩེ་བའི་སེང་གེ་འབྲོག་པོ་རྣམ་པ་ཁྱི་རྣམ་པ་བདེ་མོ་ཡིན་ན་ང་སང་ཉན་པོ་ཡིན། ད་ཐང་ཡང་ཨ་པོ་ལུག་རྫིའི་འཕྲིན་སྟེགས་བརྒྱུད་ལས་རྣམ་པ་སུ་སྙན་ལ་མ། གནས་བརྟན་ཐུགས་ན་ཧན་གྱིས་བརྩམས་ཤིང་ངེས་དོན་རྒྱ་མཚོའི་དབུ་ཡུག་ཏུ་བསྒྱུར་བའི། སངས་རྒྱས་བཅོམ་ལྡན་འདས་ཀྱི་རྣམ་པར་ཐར་བ་སྤྲིན་དཀར་ལམ་ཡང་ཞེས་པ་འདི་འབྲོག་འདུལ་བཟོའི་རྒྱུ་ཡི། རྣམ་པ་ཚེ་རྣ་བར་གཏད་ལས་ཉན་གྱི་སྐལ་ཆེ།
ལེའུ་ལྔ་བ། འོ་མ་ཕོར་བ་གང། ཉིན་དེར་ཁྱི་བཀྲ་ཤིས་ནགས་ཁྲོད་དུ་ཕྱིན་ཏེ། གཞོན་ནུ་དོན་གྲུབ་ལ་མཇལ་གྱིན་ཡོད་པ་དང། ཉིན་གུང་བར་རྩྭ་ཀི་ཤ་ཆག་པ་གཉིས་འདྲེག་ཐུབ་པར་བྱས་ཏེ། ཀུང་ཟིས་གཞོན་ནུ་དོན་གྲུབ་དང་ལྷན་དུ་རྩྭ་བསྒུལ་ཡོད། འོན་ཀྱང་རིམ་བཞིན་ཆར་གྱིས་དཀོན་པའི་གནམ་དུས་སུ་སླེབས་ཏེ། རྩྭ་སྔོན་ཇེ་དཀོན་ནས་ཇེ་དཀོན་དུ་འགྱུར་སྐབས། ཆེ་བ་བཀྲ་ཤིས། ཉིན་གུང་སོ་སོའི་སློབ་དཔོན་གྱི་རྩ་བསྐྱར་རྒྱུ་ཡང་ཡང་རྗེས་ལུས་ཐེབས་ཀྱིན་ཡོད། མཚམས་རེར་ཆེ་བ་བཀྲ་ཤིས་རང་གི་སློབ་དཔོན་དོན་གྲུབ་ཀྱི་མདུན་དུ་བཅར་སྐབས། ཁོང་གིས་ཏིང་ངེ་འཛིན་ལ་མཉམ་པར་བཞག་སྟེ་བཞུགས་ཡོད་པས། ཁོ་རང་ཡང་ཁུ་སིམ་མེར་ཡིད་ཙམ་རང་དུ་དེར་སྡོད་ཅིང། སློབ་དཔོན་གྱི་སྒོམ་ལ་བར་ཆད་མི་ཡོང་བའི་ཆེད། ནགས་ཁྲོད་ནས་ག་ལེར་ཕྱིར་ལ་ཐོན་ཡོང་གི་ཡོད། དེ་མིན་གཞོན་ནུ་དོན་གྲུབ་གཞིས་སྒོམ་ནས་བཞེངས་ཏེ། ཤིང་ནགས་ཁྲོད་ཀྱི་ལམ་ཕྲན་དུ་ག་ལེར་ཕེབས་སྒོམ་གནང་བཞིན་པའི་སྐབས་དང་འཁེལ་ཚེ། ཁྱེད་འདྲ་ཞིག་ཁོང་གི་འཁྲིས་སུ་བསྐྱལ་ནས། སྐབས་རེ་སྤྱིར་བཏང་གི་གླེང་མོལ་བྱེད་ཀྱིན་ཡོད་ལ། ལག་སྐྱེས་མ་དང་ལན་གྲངས་མང་བོ་ཐུག་གི་ཡོད། ལག་སྐྱེས་མས་ཉིན་ལྟར་གཞོན་ནུ་དོན་གྲུབ་ལ་འདྲིས་ཕོར་བ་གང་དང། སྤོས་ཡ་དེ་དཔེར་ན་དུས་བཟོའི་སྦག་མ་དང་བ་དུམ་ཡང་ན། ཁུ་བ་ཅན་གྱི་ཚོད་མ་རེ་ཁྱེར་ཡོང་གི་ཡོད་པར་མ་ཟད། ད་དུང་འོ་མ་དང་འབྲས་ཐིག། རྡོ་ཀ་ར་སོགས་ཀྱང་ཁྱེར་ཡོང་གི་ཡོད། མ་ཧེས་འཚོ་སྐྱོང་བྱེད་བཞིན་པའི་སྐབས་དང་བསྟུན་ནས། ཁྲི་གུ་གཉིས་ཀྱིས་ནགས་འདབས་དེར་གླེང་མོལ་ཡང་ཡང་བྱེད་རྒྱུའི་གོ་སྐབས་ཐོབ། སྐབས་རེ་ལག་སྐྱེས་མའི་ཁྱི་བཀྲ་ཤིས་དང་ན་མཉམ་ཡིན་པ་མོའི་གྲོགས་མོ་སི་པི་ར་ཡང་ཁྲིད་ཡོང་གི་ཡོད་སྟབས། ཁྱི་བཀྲ་ཤིས་ཀྱིས་ཀྱང་ཁོ་རང་གི་གཅུང་བོ་དང་གཅུང་མོ་རྣམས་གཞོན་ནུ་དོན་གྲུབ་ལ་འཇལ་བར་འཕྲིན་འདོད་ཀྱིས། རྩིང་བོ་རབ་ཁ་ནས་བརྒལ་ན་ཁོ་རང་གི་སྤུན་མཆེད་ཚོ་དཀའ་ཁག་མེད་པར་སླེབས་ཐུབ་པ་ཤེས། ལག་སྐྱེས་མས་ཁྱི་བཀྲ་ཤིས་ལ། མོ་རང་ཟླ་ཤས་སྔོན་གཞོན་ནུ་དོན་གྲུབ་ལ་ཇི་ལྟར་འཇལ་མིན་དང། ཉིན་གུང་གི་བཞུ་བ་ཡང་ཇི་ལྟར་བྱས་ནས་འཁྱེར་ཡོང་གི་ཡོད་པ་སོགས་ཀྱི་སྐོར་འདི་ལྟར་བཤད། ཚེས་ཆེན་བཅོ་ལྔ་ཞིག་གི་ཉིན་མོ་སྟེ། མོ་རང་གི་ཨ་མས་བསྔགས་པ་བཞིན། ལེགས་སྐྱེས་མའི་གསེར་བཟོས་ཀྱི་ས་རུ་ཟངས་ལྕགས་ཤིག་བསྐོན་ཏེ། ལག་ཏུ་སྡེར་མ་ཐོགས་ནས་ཤིང་ལྷུར་བྱེད་བཟོས་འབུལ་དུ་ཕྱིན། སྡེར་མའི་ནང་གོར་ཞུན་དང་འོ་མ། འབྲས་ཐིག། སྦྲང་རྩི་སོགས་ཁྱེར་ཡོད། དེ་དུས་རབ་ཏུ་ཚ་བའི་ཉི་འོད་ཆེས་ཆེར་འཕྲོ་བཞིན་པའི་སྐབས་ཡིན་ཞིང། མོ་རང་གཙང་འགྲམ་དུ་སླེབས་པ་ན། ལམ་ཁ་དེར་དྲན་མེད་དུ་འགྱེལ་བའི་མི་ཞིག་མཐོང་བས། མོས་སྡེར་མ་ས་བཞག་སྟེ། ཉེར་ལྟུབ་ཀྱིས་མི་དེའི་རྩར་འཇུག་ནས་ལྟོས་བར། མི་དེས་དབུགས་ཀྱང་གཏོང་ཐུབ་ལ་མ་ཐུབ་པ་ཤེས་ཀྱང། མིག་གཉིས་དམ་པོར་བཙུམ་པ་དང། དུས་ཡུན་རིང་བོ་བྱད་ལག་མ་རག་པ་དང་འདྲ་བར་འགྲམ་པ་ཡང་ནང་དུ་བརྡིབས་ཡོད། ད་ཡར་གཟིགས་ཨ། བསེ་བཞིན་མ་ཐུབ་ནི་སྐྱེན་གི། ལག་སྐྱེས་མའི་མི་དེས། ནག་ཅིང་རིང་བའི་སྐྲ་ལོ་དང། མཛངས་ལ་འཁྱིང་བའི་དམར་ར། རྩབ་ཧྲིལ་དུ་སོང་བའི་མནབ་བཟའ་སོགས་མཐོང་བས། ཁོང་ནི་ཨ་རི་ལ་བཞུགས་པའི་དྲང་སྲོང་ཞིག་གྲོད་ཁོག་ལྟོགས་དྲགས་ཏེ་དྲི་མེད་དུ་རྒྱལ་བ་ཤེས་པས། མེའི་ཚམ་ཚོམ་ཅི་ཡང་མེད་པར་ཕོར་བའི་ནང་འོ་མ་གང་བླུགས་ནས། མི་དེའི་ཁར་ཨོ་ཐུག་འགའ་གཏོར་ཏེ་བཀྲམ་པ་སེལ་ཐུབ་ཞེས་པར། དང་ཐོག་ཤུགས་རྐྱེན་གང་ཡང་མ་ཐེབས་ན་ཡང། ག་ལེར་ཁྱི་དོ་འགུལ་ཙམ་བྱས་ཏེ་ཁ་བྱང་གསོད་བྱེད་ཐུབ་པ་བྱུང། དེ་ནས་འོ་མ་ཕོར་བ་གང་བོ་ག་ལེར་ག་ལེར་མི་དེའི་ཁར་བླུགས་པ་ན། དུས་ཚོད་ཐུང་བའི་ནང་འོ་མ་འཐུང་ཐུབ་པ་བྱུང་བས་ཕོར་བ་སྟོང་བར་གྱུར། ལག་སྐྱེས་མ་གཙང་སྒྲུབ་ནས་སར་བསྡད་དེ། མི་དེའི་དྲན་པ་སླར་ཉེ་རྒྱུར་སྒུག་པ་ན། མཚམས་ཤིག་མི་དེའི་མགོ་བོ་ཡར་བཀྱགས་ཏེ། མིག་ཟུང་ག་ལེར་བྱས་པར། ཁོང་གིས་ལག་སྐྱེས་མ་མཐོང་བས། མོ་ལ་འཛུམ་གྱིས་གཟིགས་ཤིང། སར་ལྷུང་བའི་རང་གི་ན་བཟའ་ཕྲག་པར་འཐེན་ཏེ། ཞབས་གཉིས་བད་མོའི་སྐྱིལ་ཀྲུང་དང་བཅས། ཐོག་མར་དབུགས་ཐུང་ཐུང་དང་དེ་ནས་རིང་བོར་འཐེན་ཏེ། དབུགས་འབྱུང་ངམ་སྣང་མགོ་ཚུགས་ཤིང། གཞུག་སྟངས་དེ་ཡང་གཡོན་གྱི་མེ་ལ་གཟི་བརྗིད་ལྡན་པར་གྱུར། ལེགས་སྐྱེས་མའི་སེམས་སུ། འདི་ནི་རི་ལ་བཞུགས་པའི་ལྷ་ཞིག་ཡིན་པར་ཐེ་ཚོམ་མི་འདུག་སྙམ་སྟེ། ལག་གཉིས་ཐལ་མོ་སྦྱར་ནས་ཁོང་ལ་ཕྱག་འཚལ་གྲུབ་ཞུ་བར་མི་དེས། ཁྱོད་ཀྱིས་ཕྱག་འཚལ་མི་དགོས་ཞེས་གསུངས། ལག་སྐྱེས་མའི་མགོ་བོ་ཡར་བཀྱག་པར། མི་དེས་བརྩེ་ཞིང་བྱམས་པའི་གསུང་ངག་གི་སྒོ་ནས་སྨྲས་པ། ཡ་སྐྱེས་ཕྲུག་མ། ཁྱོད་ཀྱིས་ང་ལ་ད་དུང་འོ་མ་ཅུང་ཙམ་བླུགས་དང་ཞེས་གསུངས། ལག་སྐྱེས་མས་ཁོང་གི་གསུང་ངག་དེ་ཐོས་བ་ཙམ་གྱིས་དགའ་སྤྲོ་རབ་ཏུ་བརྗེད་དེ། སླར་ཡང་འོ་མ་ཕོར་བ་གང་བླུགས་ནས་ཕུལ་བ། ཁོང་གིས་གཙང་བཞེས་གནང་ཞིང། འོ་མ་དེ་ཧ་ཅང་གི་རོབ་ཀྱིས་བསྡམས་པར་ཚོར། སྐབས་དེའི་ཆུ་ཚོད་གཅིག་ཙམ་གྱི་སྔོན་དུ། ཁོང་གིས་ད་ནི་དབུས་ཀྱི་རྒྱལ་བ་ཆབ་པའི་དུས་ལ་སླེབས་སོང་སྙམ་ན་ཡང། ད་ལྟའི་སྐབས་ཁོང་གི་སྤྱན་བཟང་ལས་འོད་ཟེར་འཕྲོ་ཞིང། ཞལ་དཀྱིལ་ནས་བྱམས་བརྩེའི་འཛུམ་མདངས་རྒྱས། དེ་ནས་ལག་སྐྱེས་མའི་མི་དེར། ཁྱེད་ལམ་དོན་འདིར་དྲན་མེད་དུ་ཇི་ལྟར་བརྒྱལ་བ་ལགས་ཞེས་ཞུས་པར། ཁོང་གིས་བཤད་ནས། ཁོ་བོས་རི་ལ་བསྡད་དེ་སྒོམ་སྒྲུབ་ཀྱི་ཉམས་ལེན་ལ་གཞོལ་བཞིན་ཡོད་སྟབས། སྐལ་སྟབས་ཀྱི་བརྟུལ་ཞུགས་འདིས་ངའི་ལུས་ཚང་མ་ཉམ་ཐག་པར་བྱས་སོང་བས། དེར་ང་རི་ལས་བབས་ཏེ་གྲོང་གསེབ་ནས་ཁ་ཟས་ཅུང་ཙམ་སློང་རྒྱུའི་ཐག་གཅོད་བྱས་པ་ཡིན། འོན་ཀྱང་འདིར་སླེབས་སྐབས། ངའི་ལུས་ཟུངས་ཡོངས་སུ་ཟད་སོང་ན་ཡང། ཁྱོད་ཀྱིས་ངའི་སྲོག་བསྐྱབས་པར་ཐུགས་རྗེ་ཆེ་ཞུ། ཞེས་གསུངས། དེ་ནས་ཁོང་གཉིས་གཙང་འགྲམ་དུ་བཞུགས་ཏེ། མི་དེས་ལག་སྐྱེས་མར་ཁོང་གི་ལོ་རྒྱུས་སྐོར་གསུངས་པས། ཁོང་ནི་ཤག་ཅེས་རྒྱལ་ཕྲན་གྱིས་རྒྱལ་བོའི་སྲས་ཏེ། རྒྱལ་སའི་གཞུང་ནི་དོན་གྲུབ་ཡིན་པ་ཤེས། ལག་སྐྱེས་མས་གཟབ་ནན་གྱིས་ཉམས་པར་ཁོང་གིས་སྨྲས་པ། ལུས་ལ་མནར་གཅོད་བཏང་བ་ཙམ་གྱིས་ཞི་བ་དང་རྟོགས་པ་སྐྱེ་རྒྱུར་ཕན་མི་ཐོགས་པ་ངས་གསལ་བོར་ཤེས་སོང་བས། ལེའུ་འདི་ཡོ་བྱད་དམ་ཐབས་ལམ་ཞིག་མ་ཡིན་པར། རྣམ་ཤེས་གནས་སའི་ལྷ་ཁང་ལྟ་བུ་དང། གཙང་བོ་དགའ་བྱེད་ཀྱི་དྲི་བཟང་ལྟ་བུ་ཞིག་རེད། དེར་བརྟེན་ངས་དེ་རིང་ནས་བཟུང། མངལ་ཞིང་དུད་པའི་མཐའ་ལ་བརྟེན་པའི་ཉམས་ལེན་མི་བྱེད་བར། ཕྱོགས་དེར་གྲོང་གསེབ་ཏུ་ཕྱིན་ནས་བསོད་སྙོམས་སློང་གི་ཡིན་ཞེས་གསུངས། དེ་ནས་ལག་སྐྱེས་མས། ལག་གཉིས་ཐལ་མོ་སྦྱར་ཏེ་ཤི་བ། ཀུའེ་ཡིས་དྲང་སྲོང་ལགས། གལ་ཏེ་ཁྱེད་ཀྱིས་ཁོ་མོར་གསུང་གི་གནང་བ་བསྩལ་ཚེ། ཁོ་མོས་ཁྱོད་ལ་ཉིན་ལྟར་བསོད་སྙོམས་སྐྱེས་ཆོག། ཁྱེད་ཀྱིས་བསོད་སྙོམས་སློང་ཆེད་སྒོམ་སྒྲུབ་ལ་བར་ཆད་བྱེད་དགོས་དོན་མེད། ངའི་ཁྱིམ་ཚང་གནས་འདི་དང་ཐག་མི་རིང་བའི་སར་ཡོད་ལ། ངས་ཁྱེད་ལ་གུང་ཚིགས་བཅད་ན། ཁོ་མོའི་ཕ་མ་གཉིས་ཀྱང་ཉེའུ་ཡོང་ང་ངས་གསལ་བོར་ཤེས་ཞེས་ཞུས་པར། རྒྱལ་སྲིད་གཞུང་ནི་དོན་གྲུབ་ཀྱིས་ཡུད་ཙམ་རིང་ཅང་མ་གསུང་བར་ཁུ་སིམ་མེར་བཞུགས་རྗེས་འདི་ལྟར་བཀའ་ལན་གནང། ཁྱེད་ཀྱིས་ཉེན་བཀུར་དང་ལེན་བྱེད་རྒྱུར་ང་རང་ཧ་ཅང་འདོད་མོས་ཡོད་ན་ཡང། བསོད་སྙོམས་ཀྱི་ཆེད་དུ་ང་རང་དུས་ནས་དུས་སུ་གྲོང་གསེབ་ལ་ཕྱིན་ཏེ་གྲོང་གསེབ་པ་དེ་ཚོར་མཇལ་འདོད་ཡོད་ལ། ཁྱེད་ཀྱི་ཕ་མ་གཉིས་ཀྱི་གཙོས་ཁྱེད་དང་འདྲ་བའི་ཕྲུ་གུ་ཚོར་ཡང་ཐུག་འདོད་ཡོད་ཅེས་གསུངས། དེ་ནས་ལག་སྐྱེས་མ་ཨར་ག་བྱང་དགུ་བའི་ངང། བཀའ་དྲིན་མཚོན་བྱེད་དུ་ལག་གཉིས་ཐལ་མོ་སྦྱར་ཏེ། མགོ་བོ་དུད་ནས་བཀས་ཞབས་ཞུས། ལེགས་སྐྱེས་མའི་སེམས་སུ། གཞོན་ནུ་དོན་གྲུབ་ཞེས་སུ་ཁོང་ཚོའི་ཁྱིམ་དུ་ཕེབས་རྒྱུ་དང། མོ་རང་གི་ཕ་མ་གཉིས་ལ་ཐུགས་འདོད་ཡོད་གསུངས་ཡོད་དགོངས་ཚུལ་དེ་ནི། ཅི་འདྲའི་དགའ་འོས་བ་ཞིག་རེད་ཨང་སྙམ་ཚོར། མ་ཟད་ཁོང་ཚོའི་ཁྱིམ་ཚང་གྲོང་གསེབ་དེའི་ཁྲོད་ཀྱི་དཔལ་འབྱོར་ཆེ་ཤོས་ཡིན་སྟབས། ཉིན་ལྟར་མོ་རང་གིས་གཞོན་ནུ་དོན་གྲུབ་ལ་དགུང་ཚིགས་འཕེལ་རྒྱུ་དེའང་དེ་ཙམ་གྱིས་དཀའ་མོ་ཞིག་མིན་པ་ཤེས་ཀྱིན་ཡོད། འོན་ཀྱང་མོས་རང་ཉིད་ཀྱི་ཁྱིམ་ཚང་གྲོང་ཚོ་དེའི་ཁྲོད་ཀྱི་དཔལ་འབྱོར་ཆེ་ཤོས་ཡིན་སྐོར་གཞོན་ནུ་དོན་གྲུབ་ལ་ཞུས་མེད། མིའི་རབ་ཏུ་བྱུང་བ་འདི་ཆེས་རྩ་ཆེན་ཞིག་དང། ཁོང་ལ་བསོད་སྙོམས་ཕུལ་བ་དེ་ནི་ཧྲང་ལི་ལན་ཀྲང་དུ་མར་ཆོས་ཀྱང་བསྙེན་བཀུར་བྱས་པ་ལས་ཀྱང་ཆེས་ཕན་ཐོགས་ཆེ་ཞིང་རླབས་ཆེན་ཞིག་ཡིན་པ་ཤེས། རྒྱུ་མཚན་ནི། ནམ་ཞིག་གཞོན་ནུ་དོན་གྲུབ་ཀྱི་ཏིང་ངེ་འཛིན་ཟབ་ནས་ཟབ་ཏུ་ཕྱིན་པ་ན། ཁོང་གི་བྱམས་སྙིང་རྗེ་དང་རྣམ་དཔྱོད་ཀྱི་ཤེས་རབ་ལ་བརྟེན་ནས་འཛམ་གླིང་འདིའི་སྡུག་བསྔལ་མང་བོ་ཞིག་སེལ་ཐུབ་ཀྱིན་རེད་སྙམ། དེ་ནས་གཞོན་ནུ་དོན་གྲུབ་ཀྱིས། ཁོང་གང་དུ་བཞུགས་སའི་སྒྲུབ་ཕུག་ཡོད་ས་དེ། ཏང་ག་ཁུ་རུ་ཞེས་པའི་རི་བོ་དེ་ལ་ཕྱག་འཛུབ་ཀིར་སྨྲས་བ། ཉི་མ་དེ་རིང་ནས་བཟུང་ང་གནས་འདིར་ཕྱིར་ལོག་བྱེད་ཀྱི་མིན། རི་དེ་དང་བསྡུར་ན་ནགས་ཀློང་འདི་ཆེས་བསིལ་གྲིབ་ལྡན་ཞིང་ཁམས་གསང་ས་ཞིག་ཡིན་པར་མ་ཟད། ནགས་ཀློང་འདིའི་ཁྲོད། ཆེས་ཁྱད་དུ་འཕགས་པའི་ཤིང་བུ་པ་ལས་སྡོང་བོ་ཞིག་ཀྱང་འདུག། དེར་བརྟེན་ངས་འདིའི་རྩེར་སྒོམ་སྒྲུབ་བྱེད་སའི་སྡོད་གནས་བཟོ་རྒྱུ་ཡིན་པས་ན། སང་ཉིན་ཁྱེད་ཀྱིས་གོང་ཚིགས་གནས་དེར་ཁྱེར་ཡོང་རོགས། ཡ། ཀྱེ་ཁྲིག་མ། ད་ངས་ཉེ་གནས་དེར་འགྲོ། ཐོག་མར་ངས་ཁྱོད་ལ་ང་རང་སྡོད་ས་དེ་མིག་སྟོན་ཞིག་བྱེད་ཅེས་གསུངས། དེ་ནས་གཞོན་ནུ་དོན་གྲུབ་ཀྱིས་ལེགས་སྐྱེས་མ། ཁྱོད་གནས་ར་འཇགས་ནས་འགྲམ་ཁ་དང། འདབ་འབྲས་ཤིང། སྲི་གྲི་བསྡམས་པའི་ནགས་ཁྲོད་དུ་ཁྲིད་ནས། ཁོང་གིས་སྒོམ་སྒྲུབ་གནང་སའི་ཤིང་པི་པ་ལའི་སྡོང་བོའི་འོག་གི་བཞུགས་གནས་མིག་སྟོན་མཛད་པར། ལེགས་སྐྱེས་མས་ཤིང་སྡོང་དེའི་འོག་ནས་མགོ་ཡར་བཀྱགས་ཏེ། ལྗང་མདོག་གི་ལོ་འདབ་ཀྱིས་བརྒྱན་པའི་ཡལ་ག་མཐའ་ལ་བརྐྱངས་ཤིང། སྡུག་ཕབ་པ་ལྟར་ཆེས་ཆེ་བའི་སྡོང་བོ་དེར་བལྟས་ནས་བསྔགས་བརྗོད་བྱས། སྡོང་བོ་དེ་ནི་བྱང་ཆུབ་ལྗོན་ཤིང་གི་རིགས་ཤིག་སྟེ། དེའི་ལོ་མའི་དབྱིབས་ནི་སྙིང་གཟུགས་ཤིག་དང་འདྲ་ཞིང། རྩེ་མོ་རྣོ་ལ་རིང་བ་ཞིག་ཡིན། ལོ་མའི་ཆེ་ཆུང་གི་ཚད་ཀྱང་ལག་སྐྱེས་མའི་ལག་མགོའི་ཚད་ཙམ་ཡོད། མིའི་ལྗོན་ཤིང་གི་ཡལ་འདབ་ལྔས་ན། ཅི་འགར་རྩེན་པའི་བྱའི་རྣམས་ཀྱི་དགའ་སྤྲོའི་སྐད་སྙན་སྒྲོག་པར་ཉན། བཞུགས་གནས་དེ་ནི་གཞོན་ནུ་དོན་གྲུབ་ཀྱི་གསུང་བ་བཞིན། ཆེས་ཁ་སྐད་གསུམ་ཞིང། ཁམས་དང་ཡུལ་ནས་ཁྱད་པར་བ་ཞིག་རེད་ཨང། ལག་སྐྱེས་མ་སྔོན་ཆད་ཕ་མ་གཉིས་དང་ལྷན་དུ་ལྗོན་ཤིང་འདིའི་རྩར་ཡོང་ནས་ཤིང་ལར་ཁྱོད་ཀྱང་བརྙན་བསྐུར་བྱེད་མྱོང། ལེགས་སྐྱེས་མས་མོ་རང་གི་ནག་ཅིང་སྒོར་བའི་མིག་ཟུང་གི་གཞོན་ནུ་དོན་གྲུབ་ལ་ཧད་ཀྱིས་བལྟས་ཏེ་ཞུས་བ། ད་ནས་བཟུང་འདི་ཁྱོད་ཀྱི་བཞུགས་གནས་ཡིན་པས། རྗེས་སུ་ང་ཉིན་ལྟར་ཁྱེད་ལ་ལྟ་སྐོར་བྱེད་པར་འདིར་ཡོང་གི་ཡིན། ཞེས་ཞུས་པར། གཞོན་ནུ་དོན་གྲུབ་ཀྱིས་ཐར་པའི་བརྡ་ལ་དབུ་གུག་ཙམ་གནང་སྟེ་ཁོང་གཉིས་ནགས་ཁྲོད་ནས་ཕྱིར་བུད་དེ་གཙང་འགྲམ་དུ་སླེབས་མཚམས། གཞོན་ནུ་དོན་གྲུབ་ཀྱིས་ལེགས་སྐྱེས་མར་ད་ག་ལེར་ཕེབས་གསུངས་ཏེ་ཁོང་གཅིག་པུར་ཤིང་བུད་པ་ལས་ལྗོན་ཤིང་གི་འོག་ཏུ་ཕྱིར་ཕེབས་གནང། དུས་དེ་ནས་བཟུང་ཉིན་ལྟར་ལེགས་སྐྱེས་མས་ཉི་མ་རི་རྩེར་མ་སླེབས་གོང་གཞོན་ནུ་དོན་གྲུབ་ལ་འབྲས་དང་བག་ལེབ་སོགས་ཀྱི་གོང་ཚིགས་བཤད་ཀྱིན་ཡོད་ལ། མཚམས་མཚམས་སུ་འོ་མའམ་ཡང་ན་འབྲས་ཐིག་སོགས་ཁྱེར་ཡོང་གི་ཡོད། སྐབས་ཤིག་གཞོན་ནུ་དོན་གྲུབ་ཀྱིས་ཕྱག་ཏུ་ལྷུང་བཟེད་ཐོགས་ཏེ་གྲོང་གསེབ་ཏུ་བསོད་སྙོམས་ལ་ཕེབས་དུས། ཁོང་གྲོང་གསེབ་དེའི་མགོ་གཙོ་ཡིན་པ་ལེགས་སྐྱེས་མའི་ཕ་རྒན་དང། ས་རུ་ཚེར་བུ་ཡིད་དུ་འོང་བ་ཞིག་གོན་པའི་ལེགས་སྐྱེས་མའི་མ་རྒན་གཉིས་དང་མཇལ། ལེགས་སྐྱེས་མས་རྒྱལ་སའི་གཞོན་ནུ་དོན་གྲུབ་གྲོང་སྡེའི་དེའི་ཕྲུ་གུ་གཞན་པ་ཚོར་ངོ་སྤྲོད་བྱས་རྗེས། གཞོན་ནུ་དོན་གྲུབ་ཀྱིས་དབུ་སྐྲ་དང། ཨ་ར་བཞེར་ཆེད། ཡུལ་དེའི་སྐྲ་བཞེར་བ་ཞིག་གི་རྩར་གདན་འདྲེན་བྱས། རི་ངོ་མ་ཐག་པར་ཁོང་གི་སྐུ་ཁམས་སངས་ཤིང་དྭངས་བར་འགྱུར་བས་ལེགས་སྐྱེས་མར་གསུངས་དོན། ངའི་སྒོམ་སྒྲུབ་ཉམས་ལེན་གྱི་འབྲས་བུ་མགྱོགས་པོར་སྨིན་འགོ་ཚུགས་སོང། ཞེས་གསུངས། དེ་ནས་ལེགས་སྐྱེས་མ་ཁྱེད་བཀྲ་ཤིས་དང་ཐུགས་ཁྲེལ་བྱུང་ཉིན་མོ་འདིར་སླེབས། ཉིན་དེར་ལག་སྐྱེས་མ་ཞོགས་པ་སྔ་མོ་ནས་འབྱོར། གཞོན་ནུ་དོན་གྲུབ་ཀྱིས་མོ་རང་ལ། དེ་སྔ་ཉིན་ཁོང་ཁྱི་བཀྲ་ཤིས་དང་ཐུག་འཕྲད་བྱུང་བའི་སྐོར་གསུངས་རྗེས། བསུས་མོས་ཤེས་དོན། རྗེས་མར་ཁྱི་བཀྲ་ཤིས་འདིར་བསྐྱལ་བ་ན། ང་རང་ཡང་ཁོ་ལ་ཐུག་འདོད་ཡོད་ཅེས་བཤད། ཉིན་དེ་ནས་བཟུང། ལག་སྐྱེས་མས་ཁྱི་བཀྲ་ཤིས་དང། རྣམ་ཐུག་ལ་ཁོང་ཚོའི་ཁྱིམ་མིར་འཚམས་འདྲི་བྱེད་རྒྱུ་མ་བརྗེད་པར་བྱས་པ་མ་ཟད། མོ་རང་དང། མོ་རང་གི་གཡོག་མོ། བྷུར་ན་གཉིས། ཁྱི་བཀྲ་ཤིས་ཀྱི་ཁྱིམ་དུ་འགྲོ་གི་ཡོད། བྷུར་ན་ཞེས་པའི་གཡོག་མོ་ནི་དེ་སྔོན་ལེགས་སྐྱེས་མར། གྲིབ་མོ་ཟེར་བའི་གཡོག་མོ་ཞིག་ཡོད་པ་ཚད་རིམ་གྱིས་བཀྲོངས་རྗེས། དེའི་ཚབ་ཏུ་ནང་ལས་བྱེད་པར་གནས་པ་ཞིག་རེད། ལེགས་སྐྱེས་མ་ཁྱི་བཀྲ་ཤིས་ཀྱི་ཁྱིམ་དུ་འགྲོ་སྐབས། མིའི་སྐྱོན་གྱིས་རྙིང་བ་དེ་ཁྱེད་བཀྲ་ཤིས་ཀྱི་ཁྱིམ་ཚང་གི་བེད་སྤྱོད་བྱེད་རྒྱུར་ཕན་ཐོགས་ཡོད་པ་དག་ཁྱེར་ནས་ཁོང་ཚོར་སྤྲོད་བཞིན་ཡོད་པར་མ་ཟད། རོགས་མོ་བར་ན་ཧ་ལས་ཧོན་འཐོར་དགོས་པའི་གནས་ཚུལ་ཞིག་ལ། ལེགས་སྐྱེས་མས་ཁྱེད་བཀྲ་ཤིས་ཀྱི་ཧྲང་མོ་བི་མ་མོ་རང་གི་པང་ཁར་བླངས་ཏེ། སྦིར་ན་ལ་བཤད་རྒྱུར། ངའི་རིགས་ངན་གྱི་བུ་མོ་འདི་པང་ཁར་ཉལ་བའི་སྐོར་ཕ་མ་གཉིས་ལ་མ་བཤད་རོགས། ཞེས་དོགས་ཟོན་གྱི་ནང་བརྡ་སྤྲད། ཉིན་ཞིག་ཁྲི་ཀ་མང་བོ་ཞིག་མཉམ་རུབ་བྱས་ཏེ། ཁོང་ཚོས་རྒྱལ་སའི་གཞོན་ནུ་དོན་གྲུབ་ལ་མཇལ་བར་འགྲོ་རྒྱུའི་ཐག་གཅོད་བྱས་པས། ཁྱི་བཀྲ་ཤིས་ཀྱིས་ཁོང་རང་གི་སྤུན་མཆེད་དག་ཀྱང་ཁྲིད། དེ་བཞིན་ལེགས་སྐྱེས་མའི་མོ་རང་གི་གྲོགས་མོ་སྦ་ལ་སྐུད་པ་དང། དབུ་སྐྱ་ཟེར་ན་ཨེ་ལགས་བོད་སྐད། ཅ་ཏི་ལ་ཀ་སོགས་ཁྲེལ་བར་མ་སྲིད། མོ་རང་གི་གཉེན་ཉེ་དེ། ལོ་ན་ཅི་རིགས་ལ་སོན་པའི་བུ་མོ་དགའ་སྟོབས་མ་ཡང་དབུལ་བར། མེད་ཀྱང་ལོ་ཅི་བཞིར་སོན་པའི་མོ་རང་གི་ཨོག་མ་སྣ་ལ་ཀ་དང། ལོ་དགུར་སོན་པའི་སྲིད་པ་ཤི་གཉིས་ཁྲི་སྟེ། ཁྱོན་བསྡོམས་ཁྲི་བརྒྱད་གཅིག་གིས། གཞོན་ནུ་དོན་གྲུབ་བྱེད་སྒོར་གྱི་མཐའ་བསྐོར་ཏེ། ཁུ་སིམ་མེར་ཀོང་ཟས་ལ་མཉམ་རོལ་བྱས། ཁྱེའུ་བཀྲ་ཤིས་ཀྱིས་སྔོན་ཚུད་ནས་ཁོ་རང་གི་སྤུན་མཆེད་སྦ་ལ་དང་རི་སྦག་གཉིས་ལ་ཇི་ལྟར་བྱས་ཏེ་ཁུ་སིམ་མེར་ཟ་མ་ཟ་དགོས་མིན་སྐོར་ཁ་བརྡ་སློབ་སྟོན་བྱས་ཡོད་སྟབས། ཐ་ན་བུ་མོ་ཆུང་ཆུང་སྦུད་མས་ཀྱང་མིག་ཟུང་ཆེན་པོར་བཀྲལ་ཏེ་ཁྱེའུ་བཀྲ་ཤིས་ཀྱི་བང་ཐོག་ཏུ་ཁུ་སིམ་མེར་བསྡད། ཁྱེའུ་བཀྲ་ཤིས་ཀྱིས་གཞོན་ནུ་དོན་གྲུབ་ལ་སྒོམ་མདུན་དུ་རྩྭ་ཀུ་ཤ་གསར་བ་ཆགས་པ་གཅིག་ཁྱེར་ཡོང་ཡོད་ལ། ཁོང་རང་གི་གྲོགས་པོ་བ་གླང་བདག་དེ་སྐུ་ཞབས་རམ་སྦིལ་གྱིས་མ་ཧེ་འཚོ་སྐྱོང་བ་གཞན་ཞིག་ཡོད་པ་དེ་ཡང་གཞོན་ནུ་དོན་གྲུབ་དང་ལྷན་དུ་ཀུང་ཟིའི་རོགས་བར་སྐད་བཏང་ཡོད། སྐབས་དེ་དུས་ཤང་དཀྱིལ་དུ་ཉི་འོད་ཀྱི་ཚ་རླབས་ཡོངས་སུ་འཕྱུར་བཞིན་ཡོད་ན་ཡང། ནགས་ཀློང་ཁྲོད་དུ་གཞོན་ནུ་དོན་གྲུབ་དང་ཁྲག་རྩེ་ཤིང་བུད་པ་ལས་སྡོང་བོའི་འོག་ནས་བསིལ་གྲིབ་ལྡན་ལ། ཁམས་བསྲིང་བའི་ཚེ་རི་འཇམ་པོ་དེ་དག་ལོངས་སུ་སྤྱད། ཤིང་སྡོང་གི་ཡལ་ག་དག་ཕྱོགས་གང་སར་ཁྱེར་ཏེ། ཁང་བ་སྤྱི་གྲངས་ཀྱི་རྒྱ་ཁྱོན་ལས་ཀྱང་ཆེ་བར་འདུག། སྐབས་དེར་ཁྲི་གི་ཚེ། འཚོ་སའི་ཕྱིར་ཡོང་བའི་ཟ་མ་རྣམས་ཉམས་ཞིག་ཅིག་ལོངས་སུ་སྤྱོད་ཀྱིན་ཡོད་སྟབས། རི་ལྤགས་དང་སྦ་ལ་གཉིས་ཀྱིས་བག་ལེབ་དང་དྲི་ཞིམ་ལྡན་ཞིང། དཀར་གཙང་གི་འབྲས་ཀྱིས་བ་དུམ་དང་དུ་བཟོ་སྦག་མར་བརྒྱབ་སྟེ་ཟ་རྒྱུ་བྱུང་བས། ཁོང་གཉིས་ལ་དམིགས་བསལ་གྱི་སྤྲོ་སྣང་བྱུང། ལེགས་སྐྱེས་མ་དང་རྦ་ལ་ཀི་པ་ད་གཉིས་ཚང་མར་འདང་ངེས་ཀྱི་མཐོང་ཆེན་ཁྱེར་ཡོད། གོ་སྐབས་དེས་ཁྱི་བཀྲ་ཤིས་ལ་དགའ་སྤྲོ་རབ་ཏུ་རྒྱས། ཁོང་ཚོས་སྡོད་སའི་ཁོར་ཡུག་དེ་ནི་ཅི་འདྲའི་ཁ་ཁུ་སིམ་ཞིང་ཞི་འཇམ་བག་ཕེབས་ཤིག་རེད་ཨང། ཉིན་དེར་ལེགས་སྐྱེས་མས་རེ་སྐུལ་བྱས་པ་ལྟར